ད་ང་ཚོ Tibetan First བོད་མི་དང་པོ་གི་ཚོགས་པ་ནང་ལ་ནི་ཚོགས་བཙུགས་ཡོད་པས་གླིང་རྗེ་ཚང་མ་ལ་ཁང་བཟང་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། དེ་ནས་ཁ་ཟས་འདི་ནས་ནི་མོ་ཁ་ཤས་ཅིག་གོང་ལ་ཡིན་དེ་ནས་པ་འདི་མོ་ལ་གི་ད་ནི་ནི་མ་ཁར་སོག་རེད། ཨ་ནེ། ལོ་པོ་ཚ་སྤྱོད། ཡང་ན་འཇང་ཡང་ནོར་བུ་ཟེར་ཡས་དིག་གིས། ཨ་ནེ། ད། གསུང་བརྒྱ་བྱ་སྤྱོད་ཀྱི་དེ་འདྲས་ཀྱི་ཡི་གེ་གཅིག་དང་ཨ་དེའི་ཐུགས་ལ་འགྲེལ་བཤད་འདྲ་པོ་དེ་འདྲས་གང་ལ་གང་ཚང་ཨ་དེ་འདྲས་འདྲ་པོ་རྒྱག་གནང་སོང་བྱས་ཙང་དེ་ཡིན་དུས་ཨ་ནེ་ངས་ད་དེ་ལོ་མོ་ཚ་སྤྱོད་ཀྱི་ད་ལྟ་ངས་གོང་དུ་དྲ་ཁང་ཞིག་བཏང་བཞག་ཡོད་བ་ཨང་དེའི་གི་ཁུག་གི་དེ་གཉིས་དང་འབྲེལ་ཡོད་ཐོག་ནས་ཨ་ནེ་སྐད་ཆ་ཁ་ཤས་ཤིག་ཞོག་ངས་དྲོ་སོང་ང་ཚོ་འདའི་ཚོགས་པ་འདིའི་ནང་ལ་རོལ་བ། ད་དང་པོ་དེ་འདི་ཡིན་དེ་ནི་དྲ་ཁང་འདི་ཀྱི་ནང་ལོགས་ལ་ད་ཅི་ཅི་དང་སྐད་ཆ་མང་པོ་བཤད་བཤད་ཡིན་ན་ད་གནས་བརྟན་སྐྱིད་གཉིས་ཞིག་གི་ཐོག་ནས་སྐད་ཆ་ཚིག་ཁ་ཤས་ཞུས་ན་འཕྲོག་སོང། ག་རེ་ཟིན་ན་ད་འདི་ཁུལ་གྱི་གཙོ་བོ་འདི་ནང་པ་སངས་རྒྱས་བོད་ཀྱི་ལྟ་གྲུབ་ད་འདི་བདེན་པ་བཞི་ནང་ནས་ཨ་ནི་བའི་བདེན་པ་གསུངས་པ་ལངས་ཀྱི་བདེན་པ་འདི་ཚོ་བཤད་ཡས་འདི་ཚོ་ད་ནང་པ་སངས་རྒྱས་བཤད་ཡས་འདི་བོང་གུ་བསྟན་ཚར་བ་རེད། འོ་འདི་ཚོ་ལ་ཡང་ཨ་ནེ་ཡའི་ཁུངས་ཆོད་ཀྱི་མ་རེད་ཟེར་དེ་ཡིན་པའི་ཁུངས་དེ་ག་རེ་ཟེར་ལགས་ན་ད་ལྟ་ཁ་ཅིག་གིས་འདི་བླ་མ་ཞིག་འདུག་བ་དེ་རྫ་མཁན་ནང་སྲིད་ཟེར་གི་ཨིན་ཁ་ཅིག་དེ་གིས་ད་དགག་པ་རྒྱག་ཚར་རེད་དེ་ལ་ཡང་སྲིད་ཅིག་གིས་ལན་ཕོག་གི་མ་རེད་ཟེར་ནས་ད་ཁོ་གིས་སྐད་ཆ་དེ་འདྲ་བཤད་འདུག་བ་ད་ཁྱད་པའི་ལན་དེ་ཟེར་མཁན་ཅིག་ན་ཤེས་མེད་འགྲོ་དེ་འདྲ་རུ་བཤད་འདུག་བ་དེ་ཡི་ཐུགས་ལ་ང་ཚོ་འདི་ན་སྐད་ཆ་ཁ་ཤས་བྱུས་ངན་སྒྲོག་སོང། དང་པོ་དེ་དེའི་རྫ་མཁན་དང་ཟེ་དེ་མི་ག་འདྲེ་ཡིན་མེད་དེ་ངོ་སྤྲད་རོགས་ཞིག་རོགས་དང་ཞུས་པ་ཡིན་ནོར་བ། སྤྱི་བཏང་མི་དེ་རྒྱ་གར་བ་རེད་ཨ་ནི་རྒྱ་གར་རང་རེད་ཨ་ནི་རྒྱ་གར་ན་བསྡད་པའི་སྐོར་ལ་དེ་ནས་ཁོས་ཆུས་ཧིན་དུ་དང་དེ་ནས་ཆོས་ལུགས་འདྲ་མི་འདྲ་མང་པོ་བོ་ཅི་ལས་སྤྱན་ཆེ་ཡོད་མོ་ཞེ་ངེས་ཅི་རེད་ཨ་ནི་ཁོས་ཁོས་ད་ཁ་ཅིག་གི་ནང་ལོག་ལས་ཡིན་ན་ཡང་ཨ་ནི་རྟའོ་ཁྲལ་ཟིན་གྱིས་ད་ཁ་ཆུས་ཆོས་ལུགས།

ཨ་ནི་ཡེ་ཤུ་གི་སེང་ར་དང་ཚངས་མ་ང་ཐོ་ལས་སྤྱོད་ཡ་ཡོད་པ་ཨ་ནི་ཁ་ཅིག་གི་ཀོ་རང་ལ་སོགས་པ་དེ་ཚོ་ང་ཐོ་ལས་སྤྱོད་ཡ་ཡོད་པ་ཨ་ནི་བཞི་པ་ཅིག་ཁ་བས་འོང་བ་ཅིག་རེད་གསུངས་འདུག་ཅི་ལྟར་ཞེ་ན་དེ་འདྲའི་གས་རེམ་ལ་དེ་ཚོ་ཁོ་བོ་བར་བརྒྱག་ནས་ཡ་བཟོ་གི་ཡོད་རེད་པ་དང་ཁོ་གི་སྤུང་རུང་འདྲ་པོ་ཅིག་ལས་བཟོ་དགོས་དུས་དེ་འདྲ་བཤད་གི་འདུག་ཨ་ཁོ་ཁ་བདེ་པོ་འདུག་བ། དེ་ནས་ཁོ་གི། ད་ཁོ་ལས་སྤྱོད་ཡ་ཡོད་པ་དེ་ཨ་ནི་ཀོ་རང་ཟེར་དེ་ང་ཐོ་ལས་སྤྱོད་ཡ་ཡོད་གསུངས་འདུག་དེ་ཡིན་དུས་དེ་ནས་ཁ་ཅིག་གི། ལྟ་བ་ཕྲན་ཚེགས་ཤིག་ཡིན་གི་དེ་ཚོ་ཀོ་རང་ནང་ང་ཐོ་ལས་སྤྱོད་ཡ་ཡོད་པ་ཡིན་ན་ཨ་ནི་བས་མི་སྲིད་ད་ཁོ་ཚོ་གི་ཆེ་མཐོང་འདྲ་པོ་དྲན་མཁན་དེ་འདྲ་ཡོད་འདུག། ཨོ་ཏི་ཏི་རུ་རེ་ཤ་ཁོ་རང་སོགས་ཀྱིས་ད་ལྟ་བ་ཁྲལ་འཛིན་བྱེད་མཁན་རིགས་དེ་ཚོ། བྱས་ཙང་ཁོ་ཨ་ནི་རྒྱ་གར་ནང་ལོག་ལ་ཆོས་ལུགས་ལ་ཕར་ཚད་འགལ་འདུག་ཟེར་མི་མང་པོ་ཅིག་ལ་སྐྱོན་བརྗོད་བྱས་དེ་འདྲ་བྱས་ནས་ཨ་ནི་ཁོ་ཁྲེལ་འགལ་མང་པོ་བྱས་ནས་ཁོ་རྒྱ་གར་ལས་བསྡད་མ་ཐུབ་ནས་ཨ་ནི་ད་ལྟ་ཁ་བསུ་བ་རེད། ད་ལྟ་སོག་ཏི་ཨ་ར་སི་ཡ་དང་ཁ་ཅིག་གིས་དེ་འདྲ་རེད་རྒྱལ་ཁབ་དེ་ཚོ་ལ་སྐྱོན་བརྗོད་ནས་དེ་བ་འགྲོ་ནས་ཨ་ནི་བརྩི་ད་ནང་ཤུགས་ཀྱིས་རྒྱལ་ཁབ་མང་པོ་ཞིག་པོ་ཅིག་ལ་ཁོ་རྩ་ནས་འགྲོ་ཆོག་གི་མི་འདུག་བ་ཨ་ནི་ཁྱེད་ཀྱིས་སྐད་ཆ་བཤད་བཤད་ཀྱིས་དེ་ཚོ་ཨ་ནི་བའི་ཁྲིན་ཐེན་གྱི་གནས་ཁྲིན་ལ་དེ་ཚོ་ལ་སོགས་པ་བསྟན་ཡ་དང་དེ་འདྲའི་ཚང་མ་བཀག་སྡོམ་བྱེད་གི་འདུག་བ། ཨ་ནི། ལོ་ཁ་ཤས་གོང་ལ་དེ་ནས་རྒྱ་གར་གྱི་བི་ཇེ་པི་གྱི་ཨ་ནི་གཞུང་འཛིན་ཚོགས་པ་གི་བི་ཀེ་ཁོ་འཇོལ་ཡག་གི་ཐག་ཤི་མང་པོ་བཤད་དེ་འདྲའི་ར་བ་བྱེད་ངེས་མེད་ཅི་རེད་ཤག་ལྷག་པར་ད་དེ་ནས་ཁོ་གི་ཀར་སོ་གོ་རེད་འདི་ད་ཁོ་གི་འདི་ཚོ་ལ་དགའ་བ་རྟགས་ཤོ་ཨོ་ཟེར་ནས་དེ་འདྲའི་ལ་གུ་དོག་ཁོ་འདི་ལ་ངེས་པ་ད་དགའ་བ་རྒྱག་གོ་རེད་ཟེར་རྒྱག་པ་རྒྱག་ཐུག་གོ་མི་འདོག་ཟེར་ལ་གུ་དོག།

ཅི་ནོར་ལ་མི། ཁ་ཅིག་ནད་ལྗོངས་མ་ཟིན་ཅིག་སེ་བ་རེད། འོ་དེ་གི་འཇིགས་སྐུལ་རི་ལུ་བ་དེ་ཚོ་ཀུན་སློང་བྱེད་ངེས་དེ་ཁོ་རེད་ཟེར་ནས་དེ་ནས་མི་ཚུགས་གི། དཔང་རྟགས་དང་བཅས་པ་བསྟན་ནས་ཨ་ནི་སྣེ་ཁྲིད་མང་པོ་ཞིག་ནང་ཐོན་དེ་འདྲས་བྱས་ནས་ཁོ་ད་འཇོན་ཡག་གི་ཐ་ཤི་བཏང་ཡག་དང་ཁོ་རྒྱལ་ཁ་མང་པོ་ཞིག་ནང་འགྲོ་མ་བཅུག་དེ་འདྲས་བཟོས་རེད་བ། བརྗོད་ཚད་རེད། བྱས་ཙང་ད་ཁོ་གི་དེ་ལ་དགའ་བ་རྒྱག་ཤི་ཟེར་ནོ་དེ་ནི་ནང་པའི་སངས་རྒྱས་བོད་ཀྱི་ཆོས་ནང་ལོགས་ལ་ཨ་ནི་ཁྱིམ་པོ་དགེ་བཤེས་སི་ར་ཅན་དེ་ཚོ་ལ་བད་ཀན་ཆོས་ལ་རྒྱག་ངེས་བྱས་ན།

ཇི་ལྟར་ཨ་ནི་བ་ལང་ཡན་ལག་བརྒྱད་དེ་ཡང་དག་པའི་ལྟ་བ་དང་ཡང་དག་པའི་རྟོག་པ་ཡང་ན་སྤྱོད་པ་ཡང་དག་པའི་ཨ་ནི་ངག། ཡང་དག་པའི་གི་ལས་ཀྱི་མཐའ། ཡང་དག་པའི་འཚོ་བ་ཡང་དག་པའི་གི་རྩོལ་བ་ཡང་དག་པའི་བྱམས་པ། ཨ་ནི་ཡང་དག་པའི་ཏིང་ངེ་འཛིན་པར་འོང་དེ་འདྲི་རུ་བས་ད་རྒྱས་རུ་ཤིག་ཡོད་ར་འོང་དེ་ཡིས་འདི་སྤྱི་སྟངས་ཀྱི་ཐོག་ནས་བཤད་ན་ཨ་ནི། མི་གཤིས་ཀྱི་ཀུན་སྤྱོད་དང་འབྲེལ་ཡོད་ཐོག་ནས་ད།

བྱང་ཆུབ་ཀྱི་སེམས་ཀྱི། དེ་ལ་འདོད་པ་གཉིས་པ་ལ་གཞན་དོན་འདོད་པ་དང་བྱང་ཆུབ་འདོད་པ། དེ་རུ་ཇི་ལྟར་འདོད་པ་དེ་སྐད་དེ་ཡིན་གཅིག་འདོད་ཆགས་ཡིན་དགོས་ཡོད་མ་རུང། འདོད་པ་དང་འདོད་ཆགས་གཉིས་དེ་སྤྱི་དང་གི་ཡུལ་ཡུལ་དུ་འོང་བ་ལས་ལྟ་བ་ལས་སྐྱིད་པོ་ཡིན་པ་ལ་འདོད་ཆགས་ཟིན་གཉིས་དེ་ཡུལ་ཡུལ་དུ་འོང་ལྟ་ཡི་འོང་ཚད་ལས་བརྒལ་ནས་དེ་ཆགས་སེམས་དང་འདྲེས་ནས་དེ་ལ་ནང་ཡང་བྲལ་དུ་མི་རུང་བ་དེ་འདྲིས་ཀྱི་གཙང་ལ་གཅིག་ཁུར་ནས་དེ་ཡི་ཤུགས་གཅིག་གིས་བི་གའི་གར་སོགས་པར་དག། ཅིག་ཅར་བ་ངན་པ་བཙོང་ཡག་དང་ནས།

ཚེ་པོ་ཅི་ནས་ཙི་ཐོག་ནོར་བ་ཡིན་ན་ནི། ཚོ་པ་ཅན་ངོས་ནས་ཟླ་བ་ཉག་གང་བ་དེ་ཙི་ཐོ་ཡ་ཡོད་མ་རེད་ཟེར་བ་དེར་སྐྱིད་པོ། དེ་ནི་དེ་རེད་དེ་ནི་ད། ཅི་དེ་ག་རེད་ཟེར་ལ་ཁོ་མི་བསམ་པ་ནག་པོ་ཞིག་གི་ཡོད་བེད་ཀྱི་ཇི་ཙི། ངས་ད་ལྟ་དེ་ནི་ད་རང་འབད་ཞིག་ནས་ངོ་སྤྲོད་བྱེད་ཀྱི་ཡོད་ད། ང་ཚོ་ཚང་མ་གི་ཅི་ཤེས་ཏེ་འགྲིག་གི་བ་ར་བསམ་གི་ཡོད་ར་བ། ཡིན་ན་ཡང་ཅིའི་དགོས་པ་འདྲ་པོ་མེད་ནས་ནང་པ་ཚོ་གི་ཡང་མ་ངེས་ནས་འགྲིག་གི་བ་ར་བ་དེ་རེད། ག་རེ་ཟེར་ན། ཁོ་མི་གསར་མ་ནག་པོ་ཡོད་པའི་རྗེས་འཛིན་གྱིས་ཁོ་གི་འདི་སྐད་དེ་ཚང་མ་དང་ཡོད་ཁོང་འཛིན་དང་འདི་འདྲས་ཀྱི་སྐད་ཆ་ཡི་གེ་འདྲ་མ་འདྲ་འབྲི་ཡ་དང་འདི་འདྲས་ཀྱི་ཕ་ས་ཕ་ཡུལ་ལས་སྤྱན་ཆེན་བཞེས་ཡ་དང་ཨ་ནེ་པའི་བྲག་ཡ་མ་བོད་སྐད་དང་ལྷག་པར་དུ་ཨ་ནེ་པའི་སྐྱབས་རྗེ་ཨ་ནོ་རིན་པོ་ཆེ་དང་ཨ་ནེ་ཚེ་ནིའི་དགེ་རྒན་དང་འདི་ཚོ་ལས་པའི་བཞི་པ་བཅས་ཀྱི་པའི་ཡི་གེ་བསྡུ་རུ་ཉེ་ཚེ་སྤྱན་ཆེན་བཞེས་ཡ་དེ་འདྲས་མང་པོ་ཞིག་བུ་ཡོད་བྱས་ཙང་འདི་སྐད་བྱས་ཡ་དེ་འདི་ཚང་མ་དང་ཀྱི་ཁོང་འཛིན་ཨོ་ཁི་ད་ཁོ་མི་དེ་འདྲ་ལྟས་ཅི་ལ་ཁོང་འཛིན་ཟེར་གི་མི་ཅིག་ཆགས་འདེགས་གོ་ད། ཇི་ག་རེས་ལ་ནི་སྟག་མོ་དེ་འབྲས་སྤུངས་ཀྱི་ཉག་རི་ནག་ལོ་ལ་ནི་གྲྭ་པའི་གི་ད་ཅི་གྲགས་ཅན་མང་པོ་ཞིག་པོ་ཡོད་ཙང་ནི་གྲྭ་ཤག་མ་གཏོགས་ཀ་ཡང་ཡིན་གྲྭ་ཤག་དགོན་ཤག་བསྡད་པའི་གནས་སྐོར་ལ་ནི་དེའི་ཁུག་གི་འདི་གོ་ལ་བྱོན་ལོག་ཤིག་ནི། ཁོ་ཅི་དཔེ་ཆ་ནི་ཡག་པོ་ཡོད་རེད་དེ་ནི་རྒྱ་གར་གྱི་ད་ཨིན་ཇི་སྐད་དེ་ཚོ་ད་གང་ལ་ཏེས་ཤིག་ཉིན་དེ་འདྲ་རེད་བ་བྱས་ཙང་དེ་ཡིན་ཙང་འོན་དེའི་གི་ཨ་ནི་ཅི་མང་པོ་ཅིག་མ་འཛག་ཡིན་ན་ནི་ཁོ་གྲྭ་པ་བཞི་ཅིག་བཞི་གཉིས་ཐམ་པ་དེ། འདྲ་པོ་བསྒོམ་པ་ན་བདག་ཅི་ཡང་ཁོང་ཚོ་ན་ཕེབས་པར་བ་དེར་ཅི་ཚ་དེ་ཡིན་དུས་ད་དེ་ང་ལོ་མི་བཞི་ཅི་ཞེ་གཉིས་དེ་སྐད་ཀྱི་མི་དེ་ཆ་ཚང་བྲིས་ནས་གང་གང་གི་མི་དེ་གྲྭ་པ་འདི་ཀྱི་མི་འདི་འདི་འདི་རེད་ཟེར་བྲིས་ནས་ས་གནས་ཀྱི་རྒྱ་གར་གསང་བ་ལས་ཁང་ལ་སྤྲད་པར་ད་གསང་བ་ལས་ཁང་དེ་སོ་པ་ལ་ད་ཟེར་ཡ་ཆོས་དེ་ལག་པར་སྤྲད་པར་ད་ཅི་ཐང་གི་འཛམ་བུ་གླིང་གི།

ཟ་རོག་གི་སྤྲིན་ནག་ཁོང་ཚོ་ནི་མཛེས་ཡག་ཡོད་རེད། བོད་ཡུལ་གྱི་འདི་བ་ལ་མཛེས་ཡག་མང་པོ་ཞིག་རེད་ད་འདི་སྐད་ཚང་མ་ཐང་ཆེན་ལས་བོད་ཡུལ་འདི་ཁོང་ཚོས་ལས་ཞུགས་པ་ལ་ཡིད་ཀྱིས་བཏང་ནས་དེ་ཚོ་རྩ་ནས་བཙུགས་ཆོག་གོ་མེད་ཟེར་ནས་དེ་ནི་ད་རྒྱ་མི་གི་སོ་པ་ཡིན་སྟངས་ག་ཞིག་མ་ཤེས་གི་མ་ནི་ག་ཡིན་ཞེས་འདི་འདྲའི་ཐ་ན་བོད་ཡུལ་གྱི་དཀར་པོའི་དགུན་འབོ་དང་ད་ལྟ་དེ་མ་ནག་ལས་དགེ་ལུགས་དགུན་འབོ་ཞིག་དེ་ཚོ་ཡིན་ཕྱིན་ནོར་འཛིན་ཆོག་གོ་མེད་ཟེར་དེ་སྐད་འབྲུ་ངན་དེ་ཚོ་དཔེ་མེད་ཟེར་གསུངས་པ་དཔེ་ཆ་ཡག་པོ་ཞིབ་རེ་བྱེད་ནས་འདི་ངས་བཤད་དེ་ཁུར་གི།

དེ་ནས་གནས་སྤོས་ཏེ་ད་ལྟ་གོང་དུ་པད་འབྱུང་མོ་གི་སྟོང་བཅུད་ཀྱི་ཐིག་ལེ་ཁ་ས། ཨཱ་ནི། ཤུགས་ལྡན་ཤུགས་ཀྱི་མ་དག་ནི་ཨཱ་ནི། བརྒྱ་ལ་བརྒྱ་ཡི་ནད་ཀྱི་གྲོང་ཟེར་བ། ཨཱ་ནི། བརྒྱ་འབྲི་བརྒྱ་ལ་བཅོས་བཅུད་ནི་ཨཱ་ནི་རང་སྲོག་རང་གིས་བཅད་ཟེར་ནས་དེ་ནས་ཁོས་དེ་འདྲ་ལབ་ནོ། ད་བརྒྱ་འབྲི་ཟེར་ནས་ཕྱིར་ལོག་རོགས་ཤུགས་ལྡན་ལ་ལབ་ཀྱི་ཡོད་རེད་པ། ཤུགས་ཀྱིས་ནི་ཁག་གི་ཨཱ་ནི་པའི་ལྟོ་སེར་པོ་དང་ཨཱ་ནི་ལྷ་དང་ཀྱི་ལྷ་དང་བླ་མ་དང་དེ་ཚོ་ལས་ཅི་ནས་ཅི་སྐྱོན་བཙུད་ཡོད་དང་དེ་ཚོ་གི་སྐྱོན་ཐོབ་ཡོད་དང་གནོད་པོ་སྐྱེལ་ཁ་ཡོད་མ་རེད་ཟེར་ནས་མགོ་སྐོར་ཞིག་བཏང་བ།

འགྲིག་གི། ང་ཚོ་ཚང་མ་ཐམས་ཅད་ཀྱི་སེམས་ཁམས་ལ་མ་གོ་བཟོད་འདི་ཡོད། མ་བབ་ཡག་གི་རེད་བསམ་པོ་ངས་དེ་འདྲ་འདྲ་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ལ་དོན་དག་ལ་དེ་འདྲ་ཅིག་སྙོན་གྱི་འདུག་རེད་པ། བྱས་ཙང་ཤེས་དགོས་ཡག་གི་གནད་འགག་རོགས་ཅིག་འདིར། དེ་ནས་ད། འདིའི་ཐོག་ལ་ང་ཚོ་ཚང་མ་ཐམས་ཅད་ཀྱིས་སང་ལ་ཡག་པོ་ཞིག་ལ་བཏང་དགོས། འབྲེལ་འདྲིས་ཀྱི་མི། ཁ་སོ་གོར། པའི་ཁྲིད་མི་གཅིག་ལས་སྐྱོན་བརྗོད་ཞུས་པ་ཙམ་མ་ཡོད་ཚོད་ཚང་མ་ཐམས་ཅད་ལ་འབྲེལ་འདྲིས་ཀྱི་ད་འཛམ་ཁོའི་སྐད་ཆོལ་འདི་ཚོ་དང་ཁོ་གི་བྲིས་བཞག་རྒྱུ་ཡི་གེ་འདི་ཚོ་འཛམ་བུ་གླིག་གི་ད་རྒྱལ་ཁ་ག་བོར་ཅིག་འགྲོ་ན་ཡང་ནི་འཕྲིན་སྐད་ཅང་ཅང་ཆགས་བསྡད་རོགས་མ་གཏོགས་འདི་འཕྲིན་ཐིང་གི་ཅི་རྩ་བ་ནས་མ་རེད་ད་ད་ཁོ་བསྡད་སོང་དུས་བོད་ཡུལ་ལས་བསྡད་ཡོད་རེད་ད་རེད་བོད་ཡུལ་ལས་བསྡད་ཡོད་ཙང་ད་ཁོ་འདི་འདྲི་ཤེས་གི་ཡོད་རེད་ད།

འོ་ན་ཁོ་ལ་ཡང་ཆེས་དགེ་བཤེས་བཞིན་དང་མཁན་པོ་བཞིན་ནང་བཞིན་གྱི་དེ་འདྲིས་ཀྱི་ཆོས་བཤད་ཀྱི་ཐོབ་ཐང་ཡོད་པ་གྲྭ་ཤག་གང་ནས་ཐོབ་ཐང་ཡོད་པ་དེ་འདྲིས་ཀྱི་རེད་བསམ་ཚར་དེ་ཆགས་བསྡད་ཡོད་མ་རེད་དེ་ད་དེ་འདྲིས་ཀྱི་གང་ནས་དེ་ག་འདྲིས་བྱས་ནས་ཆགས་གི་ཡོད་མ་རེད་བསམ་སྔོན་སྲོལ་རྒྱལ་པོ་སྤྱི་གཙུག་ཁོ་རང་དང་ཁྲ་ལེ་ལེས་ཁོ་ལ་ཡང་སྡོམ་པ་མེད་པ་བཙོང་ད་ལྟ་ནེ་པ་ལི་ཀྱི་བཙོང་བློན་པོ་བུ་མོ་གཅིག་མཉམ་དུ་ལ་རྗེ་རིན་པོ་མཉམ་དུ

ཨ་འདི་རི་ག་ཚེ་འབི་ཁྱེད་སིང་ག་པུར་དང་དེ་བ་ལ་འགྲོ་ག་ས་ད་ཅི་མ་ལེ་ཤི་རི་ག་ཡིན་དེ་བ་ལ་འགྲོ་ནས་ཨ་ནི་ཅི་ཆུས་རུ་བ་ཅི་ཤེས་ནས་རུ་བ་ཆུས་ཤེས་ནས་ཨ་ནི་ལུས་ལ་དྲ་ཤ་རེ་བསྐོར་ནས་དེ་འདྲི་ཤེས་གི་ཡོད་པ་འོ་འདི་ཚོ་བཤད་དེ། ཁོ་རང་རང་ནས་དེ་འདྲི་ཤེས་བ་རེད་ཡིན་ན་ད་མི་ལས་དཔྱད་བརྗོད་བཤད་ངོ་དེ་ད་བ་འདུག་རི་ནི་ཚོས་ཚང་མ་ད་ཆོས་བོད་ཆོས་དང་འདི་འདྲི་ས་བཤད་གི་འདུག་འདི་ཡན་དེ་ང་རང་སོག་གི་ཅི་ད་འདི་དྲ་གང་ངེ་ངེ་ཡིན་མི་དེ་ཚོ་ཡིན་ནའི་ད་ད་འདི་ལོ་མོ་ཚ་ཆོས་ཀྱི་དྲ་གང་ངེ་ངེ་མི་མང་པོ་ཅིག་གི་འོ་ད་བ་ཞི་བ་ཅི་ཡིན་པའི་གི་ཡིན་ན་ཤ་ད་འདི་མི་དེ་དངོས་ནས་ཨ།

དེ་ནས་མི་སྲིད་ཀྱི་བདག་ང་ཚོ་ལས་ཅན་ཅན་ཞིག་དེ་ལ་ག་རེ་རེད་ལབ་ན། ཅི་ནས་ཁོ་ད་ནི་ཤི་གི་ལོ་མ་ནོར་ཚོགས་སྐྱེ་དགོས་བ་ཡིན་ཙང་ཨ་ནི་ཏཱ་ལའི་བླ་མས་ཀྱི་འཇའ་ཚག་ལས་ལངས་ནས་ད་དེའི་ཀྱི་ཁོ་ཡོད་ནི་མེད་ནི་ད་ནི་ཤུགས་ལྡན་ལྟེ་ངན་ལས་ཅན་ཅན་ཞིག་ནི་ཤུགས་ལྡན་ལྟེ་ངན་ལས་དམའ་འབེབས་ཅིག་གཏང་ངེས་མི་ཅིག་ཡིན་ན་ཁོ་སྐྱུ་ཚུགས་འདི་ཀྱི་ནང་ལོགས་ལ་ག་འགྲོ་འདུག་འདི་བུ་དང་ཨ་ནི་དེའི་གདོང་ལ་ཅི་ག་རེ་སོགས་ག་རེ་ཡིན་ནའང་ད་ཁོ་ངོ་སོའི་འདས་པོ་ཞིག་ནི་འདས་ཐུག་ངེས་ཅིག་ཆགས་ཀྱི་ཡོད་རེད་དེའི་རྗེས་འཛིན་ཅིག་གིས་ཁོ་ང་ཚོ་ལས་ཅན་ཅན་ཞིག་རེད་ཐལ་བ།

དེའི་གི་ཁོང་འཛིན་བཞིན་ནི་ད་ཁོ་བ་ཡིན་ལ་སྒྲ་གདངས་ཡང་ད་དེ་འདྲ་རེད་པ་རེད་ད་ངོ་སི་དེ་ནི་ད་ང་ཚོ་གི་ཤེས་དགོས་ཡ་དེ་ག་རེ་རེད་ལབ་ན་མི་ཁ་ཤས་ཅིག་གི་ཡེ་ཤུ་གི་ལྷ་ནང་བཞིན་གི་ལག་པ་གཉིས་ཆགས་ནས་ཨ་ནི་ཁོ་རང་སུ་གི་ཨ་ནི་བསམ་པ་ངན་པ་དང་བྱ་བ་ངན་པ་དེ་ཚོ་སྤྱི་ཚུགས་འདི་ཐོག་ལ་བཤད་བཞག་དུས་སུ་མི་མང་པོ་ཅིག་གི་སྐྱོན་ཆགས་དེ་བསྟན་ཡོང་གི་རེད་བསམ་པས་དེ་གི་ལ་ཁོ་ལ་སྙོན་ཆགས་ཡོང་གི་རེད་བསམ་ནས་དེ་གི་ལག་ཆ་དེ་ལ། ཤུགས་ལྡན་པ་བ་སི་ཏི་བཀྲ་ཤིས་སྟོང་དང་ད་ཤུགས་ལྡན་དེ་གཉིས་སྡུག་པོ་ཡིན་པ་ལྷ་དང་མི་དང་ཚ་མོ་སྡུག་པོ་ཡིན་པ་འོ་དེ་ད་ཅི་བོད་ཡུལ་རྒྱ་གར་གཞིས་ཆགས་ལོ་འབག་འདི་ཚོ་ལས་ཨ་ནི་ང་ཚོ་གོ་ལའི་སྤྱན་གཅིག་གཞལ་གཉིས་ཀྱི་རི་དེ་ཚོ་རེད་བ་དེ་གས་ཚ་མོ་ཐང་ཅིག་ཁོ་ཚོ་གི་ལས་ཀ་སྡུག་རི་ཡིན་ཟེར་གར་བྱས་པ་ཡིན་ན་ཁོ་ཚོ་སྤྱི་ཚོགས་འདི་ན་ལས་ཏག་ཏག་ཡག་པོ་ཞིག་ནས་བསྡད་ཐོག་རེད་གར་ཟེར་ན་དེ་ཁོ་ཨ་ཡོད་ནས་མེད་ནས་ད་རྒྱ་སྟག་ཁེ་ཡག་དེ་མ་སོང་ན་ད་ཨ་ཏཱ་ལའི་གི་ལ་མོ་གི་ད་རྒྱ་སྟག་དེ་ཁེ་རེ་ཡིན་བ་རོ་བྱས་ཙང་དེ་ཡིན་ཙང་ཁོ་སྤྱི་ཚོགས་ནང་ལས་ཨ་ནི་ཡག་པོ་ཞིག་ནས་བསྡད་ཐོག་རེད། ད་འདི་ཡི་འདི་སྤེལ་མཁན་གྱི་བྱ་སྤྱོད་སྤེལ་མཁན་གྱི་རིགས་འདི་ཚོ་ལས་ང་ཚོ་ངེས་པར་དུ་ཅེར་དང་བསམ་བློ་ཡག་པོ་ཞིག་གཏང་དགོས་ཡ་ཅེས་ཆ་བཞག་དེ་རེད། དེ་ནས་ད་ལྟ་ཁོ་གིས་ད་ལྟ་གོང་དུ་དྲ་སྒང་བཏང་ཡ་དེ་ལ་ཤེས་འདུག་ཨ་ཁར་སའི་ངག་དེ་ཚོ་ཚང་མ་ཐོན་རྗེས་དྲང་ཟིག་གི་ཆོས་ལུགས་ནས་ཚུར་བཤུ་བཞག་རྒྱུ་རེད་མ་གཏོགས་ཨ་ནི་སངས་རྒྱས་ཀྱི་བྱེད་བཞག་རྒྱུ་རྩ་ནས་མ་རེད་གང་ལྟར་སངས་རྒྱས་ཀྱི་ཆོས་བཤད་རྒྱུ་དེ་ཚོ་ཨ་ནི་ཚིག་ཁ་ཤས་ཀྱིས་གསར་བ་ཡོད་རེད་མ་གཏོགས་གཞན་དག་ཚང་མ་ཐོན་རྗེས་དྲང་ཟིག་ཆོས་ལུགས་རེད་ཟེར་དེ་རིགས་ཀྱི་ཧམ་པ་བཤད་ཀྱི་ཡོད་རེད་ད་འདི་ཚོ། འདིའི་ག་རེ་རེད་ལབ་ན། སྤྱི་བཏང་གི་ཨ་ནི་མི། བདག་ཅག་གི་བསྟན་པ་ཤེས་རྒྱུ་ཐོབ་པོད་ཀྱི་ཨ་ནི་ཁོ་རང་གི་རྒྱལ་པོ་འདི་ཡ་རྒྱལ་པོ་ཟས་ཟ་སོང་ཨ་ཁོ་རང་གི་སྲས་ཆོས་ཀྱི་རིགས་ཚང་མ་ཁོ་རང་གི་ཕ་རྒྱུད་དུ་བྱས་པ་གང་གང་ཨ་ནི་རྒྱ་གར་གྱི་བྲང་ཟི་བྱི་ལུ་ཆགས་དེ་ཡོད་རེད་པ། བྱས་ཙང་བྲང་ཟི་བྱི་ལུ་ཆགས་དེ་ཨ་ནི་ཁོ་རང་རྒྱལ་པོ་གི་རྒྱལ་སྲིད་ཟིན་པའི་རྗེས་ནས་ཡིན་ན་ཡང་ཨ་ནི་བི་ཀའི་སྐབས་སུ་བྲང་ཟི་གི་ཆོས་ལུགས་དེ་ཚོ་ལ་ཚོ་མ་མཐའ་འདི་ཉག་གཞི་ཤེས་ནས་ཨ་ནི་འདི་སྐད་ལ་ཡ། སྤྱོད་དུ་མ་སོང་གང་ག་ཐོག་ཡོད་དུས་ཚོད་གང་ག་བཞག་ནས་ཨ་ནི་ཁོ་རང་གི་ག་སོ་ཀུར་ས་སྟོད་དུ་མ་སོང་ནས་ཨ་ནི་ད་ད་ད་འདི་སྐད་དེ། ས་སྟོད་ཞིག་ནས་ཨ་ནི་ཐོག་མར་ད་དངོས་པོ་མཛེས་པོས་སངས་རྒྱས་པའི་མཛད་པ་བསྟན་པའི་རྗེས་ལ་ཨ་ནི་ཁོ་བོ་མངའ་སྡེ་བཟང་པོ་ལ་ཨ་ནི་བདེན་བཞིའི་ཆོས་འཁོར་ཟིན་ད་འདི་ནི་སྡོད་གནས་འཕགས་པའི་གདན་པོ་འདི་ནི་ཀུན་སྤྱོད་འཕགས་པའི་གདན་པོ་འདི་ནི་མགུ་བར་འཕགས་པའི་གདན་པོ་འདི་ནི་ལམ་འཕགས་པའི་གདན་པོ་ཟིན་གདན་པ་བཞི་ཀྱི་ཆོས་འཁོར་དེ་བསྐོར་ཡོང་བར་བ། དེ་ཡི་ཤེས་སུ་དེ་ནི་པའི་གར་སོ་ཀུར་ད།

དེའི་གཟི་བྱིན་དང་བཞིན་བཞིན་ཕྲ་བ་བཅས་ཧ་མ་གོ་ན་ནི་འདི་སྐད་འདི་དག་ཤེས་མཁན་གྱི་ཁྱད་འཕགས་དང་འདི་ཚོ་མང་པོ་ཡོད་ལ་འདི་ཚོ་ལས་བཀྲི་ན་ནི་ཁོ་གི་མིག་གི་ཧང་ཤེས་ག་ཚི་ཚི་བྱེད་གི་ཡོད་མེད་འདི་ཚོ་དག་མཚོན་ཐུག་གི་ཡོད་རེད་བ། ཨོ་དེ་ཤི་ནས་ངས་འདི་ཅིག་ཞུ་ཞོ་ངས་དྲོན་སོང། དེ་ནི་ངས་ད་ལྟ་འདིར་མ་སྐད་ཆ་བཤད་རྒྱུ་འདི་ཚོ་ཁ་ཚ་འདི་ཚོགས་འཛུགས་ཀྱི་སྐད་ཆ་བཤད་རྒྱུ་འདི་ལ་ནི་དེ་གཟི་བྱིན་འབྲེལ་བ་ཞེ་དྲག་མེད་རྒྱུ་ཆགས་སྲིད་དེ་ཡིན་ནའང་ངས་འདི་འདི་བཤད་ཡ་འདི་ག་རེད་ཟེར་ན། ང་ཚོས་སྤྱི་ཚོགས་འཁྲུག་འགྲོ་གི་རེད་ཟེར་ཡས་ལྷག་པར་དུ་ད་ལྟ་འདས་ཕྱོགས་སྟེང་བསྟེན་མཁན་ཚོ་ལས་དཀའ་ངལ་འཕྲད་ཡས་བྱས་ཡོད་རེད་བ་མི་མང་སྤྱི་ཚོགས་དབྱེ་འབྱེད་ཀྱི་ཐོག་ལས་དཀའ་ངལ་འཕྲད་ཡས་འདི་ཚོ་ག་རེ་རེད་ཟེར་ལ་ནི་ཐོག་མར་ཉིད་ནས་ཨ་ནས་འདས་གར་ཟེར་དགོས་རེད་ད། རྗེ་ཆོས་ལུགས་འཆང་ཐེངས་ལས་གནས་ཡས་ཨ་ནས་བེ་རྗེ་བེུད་ཀྱི་བསྟན་པ་ཆགས་སྲིད་ལས་གནས་ཡས་ལྷག་པར་དུ་ཏཱ་ལའི་ཀྱི་སྐུ་གཟུགས་ལས་གནས་ཡས་འོ་འདི་འདྲིས་ཀྱི་ཕྱོགས་བཞེས་ལོག་བཞེས་འདི་ཚོ་ལས་ང་ཚོ་གི་ཁ་ཐོག་ཁ་ཐུག་གི་དིར་ཁ་ཚིར་ནང་བཞིན་གྱི་འདི་ཚོ་ལས་ཨ་ནས། ཁོ་ད་རྫུན་ཁུག་དུ་མ་སོང་བསྟན་མ་ཐུབ་པ་ཡིན་ཙང་ཨ་ནི་བོད་ཟེར་དེའི་ཁོ་བརྒྱ་ཆ་དུ་མ་སོང་བརྒྱ་ཆ་བརྒྱུད་ཅུ་ཐམ་པ་རྨོ་རྡིས་ཆགས་བསྡད་པ་རང་ནི་རྨོ་རྡིས་ཀྱི་བཅུ་ཚུགས་ནང་མ་དྲངས་འགྲོ་དུས་ཨ་ནི་དེའི་དཀའ་ངལ་འདི་སྐྱེས་ཏེ། མི་མང་གོ་ཐུག་མ་ཟེར་ཞིག་པ་ད་དཀའ་ངལ་དེ་བདེ་ཡག་འདྲ་པོ་ཞིག་ཆགས་གི་ཡོད་རྟགས་འོ་དེ་དེ་ཡིན་ཙང་དེ་དང་དེ་ཞིག་གིས་ད་རེས་ཡིན་ནའང་ཨ་ནི་དེར་ཁ་ཟས་གསར་པ་གསར་པ་ཐོན་ནས་མི་མང་པོ་གཅིག་གིས་སུ་སུ་གིས་འདོད་ཀྱང་འགྲོ་ཡོད་ཀྱི། ཆུ་ཁའི་ལོ་རྒན་ཞིག་ནས་ནི་མི་མ་མོ་བུ་ཆུང་གོ་གུ་བཏང་བ་རོ། ཅེས་ཙང་འདི་གྱིས་ལས་ང་ཚོ་གིས་ངེས་པར་དུ་གང་ཤེས་པ་དེ་ཚོ་ནི་འགྲེལ་བཤད་རྒྱག་དགོས་ཡ་དེ་གནང་ག་རེད་བསམ་པའོ་དེ་བཞིན་ནི་ངས་སྐད་ཆ་དེ་ཞུ་གི་ཡོད་རེད་བ། དེ་ནང་བཞིན་གྱི་དེ་ནི་ད་ལྟ་འདི། ད་ལྟ་འདི་གོང་དུ་ཀར་སོག་པོ་རི་དང་ང་ཚོ་ལས་ཅན་ཅན་ཞེས་པའི་ཁྲོད་དུ་ནི། ཤུགས་ལྡན་གྱིས་ལྕགས་ཐུག་ཡོད་མ་རེད་ཟེར་ཡ་གི་སྐད་ཆ་འདི་ཤུགས་ཅི་ནས་ཁོས་གར་ཤི་བ་ར་ད་ཁོ་པའི་ལྷ་ལ་ཡ་ནི་ནུས་པ་ཡོད་མ་རེད་བླ་མོ་ལ་ནུས་པ་ཡོད་མ་རེད་ཆུ་ལ་ནུས་པ་ཡོད་ར་སྲིད་སྤྱི་གི་སྤྱོད་ཡ་ཡོད་མ་རེད་ད་བྱས་ཙང་དེ་ཡིན་ཙང་རང་གི་རང་གཅེས་དགོས་སོ་སྐད་ཆ་ཤེས་རྒྱུ་མང་པོ་ཡོད་བྱས་ཙང་དེ་ཡིན་ཙང་ད་དངོས་གནས་གྱི་ཁོ་དེ་འདྲས་གྱི་སང་ངན་ཅིག་ཡིན་ན་ར་དེ་འདྲས་སང་ངན་ཅིག་ཡིན་ན་ཡ་ནི་ལྷ་གི་ལྕགས་ཐུག་མི་འདུག་ཅི་བྱས་ཐུག་མི་འདུག་ཟེར་ཡའི་སྐད་ཆ་ལ་ཡ་དེ་རྩ་ནས་ལྷད་དེ་ཡོད་མ་རོ་བྱས་ཙང་ངས་ཀྱི་ད་ཀྱི་གོང་དུ། ཡས་དེ་བོད་ཆོས་ཡོད་བཟོ་ལ་ཡ་ནི་མི་སེམས་ཁ་ནང་མ་འཁོན་བཟོ་ཡ་གི་དེ་དག་ལ་ནི་ག་རེ་ཡིན་ནའི་མགོ་སྐོར་ཐོག་ནས་ནི་སྐད་ཆ་དེ་བཤད་ཡོང་གི་ཡོད་རེད་ཟེར་ཡ་གི་ད་དཔང་རྟགས་དེ་འདྲས་རེད། ལྷག་པར་དུ་དེ་རིགས་ག་ཚན་གི་དུས་ཚོད་འདི་ལ་ནི་བོད་པའི་སྤྱི་ཚོགས་ཀྱི་ཁྲོད་དུ་ཆེས་སྤྲུལ་སྐུ་གི་མིག་ཤེས་ངས་མཁན་པོ། ཐུགས་ཀྱི་མིག་གིས་ནི་ད་ཅི་བགྱི་ཤེས་ཡིན་ཟེར་ཏེ་མིག་གིས་ནི་འོ་དེ་འདྲིས་ཀྱི། སྤྱོད་པ་ཉོན་པོ་ཨ་ནི་དེ་འདྲིས་ཀྱི་ད་ཅི་ཆུད་མི་ཤེས་ནི་ཡང་ཆུད་ཤེས་ཡང་སྲིད་མི་ཤེས་ནི་ཡང་སྲིད་ཤེས་འོ་དེ་འདྲ་ཟེར་ན་བལ་པོའི་སྤྱོད་ཚུལ་འདི་ལ་དཔེ་མི་སྲིད་བཀའ་ཉན་མང་པོ་ཅིག་གཟུགས། གཟུགས་པའི་དུས་ཚོད་འདི་ལ་ཨ་ནི་མི་མང་གི་ངོ་བོ་ནས་ཨ་ནི་སེམས་སེམས་པོ་འདི་ནི་ད་གར་སོགས་པར་ད་སྤྱོད་ཚུལ་གྱི་དཀའ་ངལ་འདི་མིག་གཉིས་འདི་ལ་ལྷག་པར་བྱེད་དེ་ནི་ཁ་བདེ་པོ་འདི་ཚོ་ནི། ཅེས་མིག་རིག་གིས་མང་དྲགས་མང་དྲགས་རིག་ཤེས་ནས་མིག་ག་ང་འཁྲུགས་ནས། འགྲོ་བ་མི་གསེར་གྱི་བདག་གི་ངོས་གོང་དུ་བཞེས་ཀྱི་ཨ་ནི། བདག། རྒྱལ་བ་རིན་པོ་ཆེ་གི་ཕྱག་བཞག་པ་ཡིན་ན་ཨ་ནི་བི་ཁྱད་སྔ་ཕྱི་འདི་འདྲིས་ཀྱིས་བདག་ཉིད་ཀྱི་སུ་ཡིན་ཕྱི་ལ་ཉེ་ཁོག་འདུག་བཟི་ལ་ང་དུས་ཨ་ནི་ད་བདག་གི། ང་ཚོ་བཅུ་ཚུགས་ཀྱི་བོད་ཀྱི་བཅུ་ཚུགས་ཀྱི་ནོར་ལ་ཨ་ནི་ཁ་བྲལ་དུམ་བུ་གཏོང་ཡ་ད་ཨ་ནི་བེ་ཤི། ག་སོང་ང་རི་ཆུ་ཆུ་ནི་འབྱོང་མ་ནུས་བེ་ཀྱི་ཨ་ནི་བེ། མི་གཞི་ཀུན་སྤྱོད་ཁོ་འགྲོ་བ་མི་གི་མི་གཞི་ཀུན་སྤྱོད་ཁོ་ན་ལ་འགས་ལས་ཀ་མང་པོ་བྱེད་ངེས་ཅི་ཡོད་ར་ཧོ་འདིས་ཚོ་དེ་འདྲིས་ཀྱིས་དུས་ཚོད་འདི་ལ་མི་མང་ག་ང་ཁྲུག་འགྲོ་གདོ་བ་ཡ། དེ་ཡི་གནས་སྐབས་ལ་ཨ་ནི་མི་འདི་ཚོ་གི་ཡང་སྐྱིད་པའི། སྐད་ཆ་འདི་དྲུག་གི་ཁ་དེ་དེ་ཅི་ནོར་ནོར་ཤེས་ང་དུས་ཨ་ནི། འདི་ཚོ་ལ་ཡང། དགའ་བསུ་དུ་མ་སོགས་གང་ལ་གང་འཚམས་ཐོབ་མཁན་དེ་འདྲ་ཡོང་གི་འདུག་བ། ཁ་ཡོད་མ་རེད་ག་རེ་ཟེར་ལབ་ན་ཨ་ནི་མི་ག་ང་ཁྲོད་འགྲོ་བར་ལྷག་པར་དང་དེ། ཆོས་ལུགས་བར་གྱི་མི་གེ་གཉིས་ཀྱི་རིགས་མང་པོ་གཅིག་གིས་ཨ་ནི་མི་མང་གི་འཚོ་བའི་དངུལ་ཁོ་ར་ལ་དཀའ་ངལ་ཞི་བོ་ཅིག་བཟོ་མཁན་ཡོད་པ་ད་ཤུ་ལོ་ལེ་ཨ་ཅང་ཅང་བོད་ལ་ཡང་ད་གང་ན་སུ། བདག་གཅིག་མི་ཟད་ཀྱི་བོད་ལ་བཟོ་ངེས་ཡོད་པ་དང། འོ་འདི་འདྲིས་ཀྱི་དུས་ཚོད་འདིའི་ཐོག་ལ་ཨ་ནི། ང་ཚོ་གི་སྐད་ཆ་འདི་ཚོ་གང་ཤེས། དངོས་ཡོད་གནས་ཚུལ་གང་ཡིན་པོ་འདི་ཚོ་ཕ་རག་འདྲ་པོ་སྤྲེལ་འདི། རྗེ་བཙན་འདྲ་པོ་ཅིག་ངའི་ངོ་ནས་འདི་འདྲ་ཞིག་མཐོང་གི་ཡོད། དེ་དང་མཉམ་དུ་ད་ཁ་ཆེ་འདི་ནོར་ལ་བཙོང་ཅིག་གཏོང་སོང་དེ་ཡི་གེ་ཅིག་བྲིས་ནས་གཏོང་སོང་ཡི་གེ་བྲིས་གཏོང་ཡས་དེ་ཁ་ཚིག་འགྲོ་དབང་གོང་ཆེན་རིན་པོ་ཆེ་དགོན་པ་བཟོ་བའི་རྗེས་ལ་དྭངས་བཅུད་དེར་ད་ལྟ་འདས། གར་སོང། མི་འདི་ཡི་རིགས་འདི་སྐྱིད་པོ་རེད། ཨ་མདོ་བསྟན་འཛིན་མགོན་པོ་ཟེར་ངེས་ཀྱི་མི་ཅིག། དེས་དྲ་རྒྱ་ཡུལ་མི་ལ་མི་དག་ཅིག་དེ་འདྲ་ལབ་འདུག་སྤྱི་བཏང་གི་ཆ་ནས་ནི། ཁོས་ཀྱིས་ད་ཅི་གར་སོང་བར། ཆུ་ཁས་ལེན་གི་མེད། ད་ནང་བཞིན་གྱི་ཅི། ང་ཚོ་བལ་པོའི་གི་ཆུ་གི་བལ་པོ་ཁོང་བཤའ་ཟེར་ཡ་འདུག་པ་དང། ཆུ་ལུག་པོ་ཟེར་ཡ་དེ་ནི་མི་མགོ་གུག་བཏང་གི་རེད། ཁྲམ་པ་རེད་བྱ་པ་རེད་ཟེར་བ་དེ་འདྲ་ལ་ངས་དེ་འདྲ་ཨེ། དེ་འདྲ་རང་རེད། ཡང་དེ་ལ་ཡང།

ཁོས་དེ་འདྲ་བྱེད་རོགས་བྱེད་ཀྱི་མ་རེད། ཁོ་གིས་འོ་ན་ཁོ་གིས་ཆུད་ཟེར་ཁོ་རང་ཁ་ན་ཤེས་པ་ནང་བཞིན་གྱི་ད་ཅི་ཤེས་བྱ་ཡང་ཏིང་ཡོད་ངས་དེ་འདྲ་བྱེད་གང་མ་རེད་ད་ཅི། བོད་སྐད་བོད་ཡིག་འདྲ་བ་འདི་འདྲས་སུ་འདྲས་སུ་སྦྱང་ཉོན་ངེས་ཨ་ནི་ཁ་སྐྱིད་པོ་འདྲ་བ་ཤེས་ཨ་ནི་གདོང་པགས་འདི་ཐུག་ཐག་ཆད་འདི་འདྲ་འདྲ་བ་ཞིག་ཁེལ་ཨ་ནི་དེ་ཡང་ངོ་ཐོག་ལ་ཨ་སུ་སུ་གི་བོད་སྐད་ཀྱི་མི་ཚིག་གི་ཐོག་ལ་གང་ཡང་བཤད་མི་ཐུབ་ངེས་དེ་འདྲ་ཞིག་རེད་དེ་ཡིན་ན་ད་ང་ཚོ་ད་ལྟ་དེ་དུས་ཚོད་འདི་འདྲ་ཞིག་འདུག་གི་འདྲ་བ་ཞིག་ཆགས་བསྡད་འདུག་བ་ཨོ་དེ་རེད།

སྐུ་ཚེའི་འཁྲུལ་བློ་བསྟན་པ་ཁོ་ཆུ་ཁས་ལེན་མི་ལེན་ཡིན་དང་ཆུ་ལས་ཡིད་ཆེས་མི་བྱེད་ཡིན་དང་དེ་འདྲའི་ལྷ་བླ་མ་དེ་ཚོ་ཚང་མ་ཅི་མི་བྱེད་ཡིན་དེ་འདྲ་ཡིན་ན་ནི་སྐུ་ཚེའི་འཁྲུལ་བློ་བསྟན་པ་ཞིག་ཅི་བྱེད་ཟེར་ནི་ཆོས་ལུགས་ཀྱི་ཐ་སྙད་རེད་ལ་དེ་ཡང་ཇི་འདྲིར་ག་ཚད་ཚུལ་ལུགས་རྒྱ་བོད་ཀྱི་དུས་ལ་ཨ་ནི་སྐུ་ཚེའི་འཁྲུལ་བློ་ཅི་ལྟར་ཕར་བཞག་བརྒྱ་ཕྲག་མང་པོ་འདི་ཡིན་ཡང་ཡོད་མ་རང་བྱེད་ཙང་ཧ་ནི་པའི། ཇི་དཀར་སོག་གི་རི་དྭགས་སྐྱེ་བོ་ཨ་ནི་པའི། རྒྱ་གར་ཞང་པ་སྔོན་མོའི་ཆུ།

ཆ་དགོས་དུས་དགོས་ལ་ཨ་ནི་ཁྱེད་ཆོས་དེ་ཚོ་ཤེས་ཡོང་གི་ཡོད་རེད། འདི་གི་གར་ཚོན་ཐོག་རེད་ཟེར་ན་ཨ་ནི་མི་གཞན་པ་ཚང་མ་ལས་ཡག་ཨ་ནི་ཁོའི་དཔྱད་འདི་མི་འདི་དང་འདི་ཞེས་ད་མང་པོ་ཡོད་རེད་འདི་ཚོ་གི་དཔྱད་བརྗོད་ཤེས་ཐུབ་ཀྱི་ཡོད་རེད་ཡིན་ནའི་ཏཱ་ལའི་ལའི་དཔྱད་བརྗོད་ཞེས་པ་ཡིན་ན་ཨ་ནི་ཆུ་བཙོ་གི་ཐོག་ལ་ཨ་ནི་ཁོ་ཚོ་གི་ད་ཅི་གར་ཡིན་ནའི་བྱེད་ཀྱི་ཡོད་པ་ལྷག་པར་དུ་ད་ལྟ་ཁོ་འདྲ་པོ་གཅིག་ཆགས་ཤིང་ཆེད་དུ་ང་ནི་ཨ་ནི་ད་ལྟ་འདི་ད་གི་གི་ཡིན་སང་ཟེར་དགོས་ཡོད་འདི་ཚོ་གི་མི་མང་འདི་ཚོ་གི་ཨ་ནི་བས། འགྲོ་སོང་བཏང་རྗེས་ཨ་ནེ་བོས་འདི་པ་ལ་ད་ཅི། ཤུ་ཁ་ཤས་ཁ་ཤས་ལ་ཡ་ཨ་ནེ་བོས་ཁོ་རང་སོགས་ཀྱིས་ད་ད་རང་ས་ཀྱི་ལང་ཤོད་དུ་མ་འཐེན་པའི་གི་ཨ་ནེ་ཆོས་བརྒྱུད་ཁག་དང་འདི་ཚོ་ལ་སྐྱོན་བརྗོད་བྱེད་ངེས་དང་འདི་ཚོ་ཀྱིས་མི་དྲག་དྲག་འདི་ཚོ་ལ་སྐྱོན་བརྗོད་བྱེད་ངེས་ཀྱི་ཨ་ནེ་ཀོང་ཙེ་ནས་ཨ་ནེ་བོས་འདི་གླ་ཆ་སྤྲད་ནས་བསྐུར་བ་རེད་ཟེར་གི་འདིར་ག་ཚོད་སྤྱོད་ཚུལ་འདི་ལ་ད་མི་ཚོ་ར་མང་པོ་ཁྲོས་ཡོང་བ་རེད། ཡིན་པ་འདི་ག་རེ་རེད་ཟེར་ལགས་ན། འདིའི་རྒྱུ་ང་ཚོས་ཤེས་དགོས་ཡ་དེ་ག་རེད་ཟེར་ན་ཁ་ཚན་འདི་བའི་ཁར་ས་ཨ་ནི་ཅོ་ཅོ་ཁྲོ་ཆང་རྡོ་རྗེ་འཆང་ལས་ཡ་ཨ་ནི་ཅི་ཡོད་པའི་ཧ་ཚེ་ལས་རྒྱས་པོད་ཀྱི་མི་གཞི་ལས་དམའ་པོད་ཟླ་འཛམ་བུ་ལི་ཀྱི་ཕྲེང་ཚང་མ་ལས་རྒྱས་ཀྱི་མི་གཞི་ཀྱི་དམའ་པོད་རྗེས་ནས་ཨ་ནི་ལྷག་པར་དུ་ལོ་རྒྱུས་རྫན་ཟུག་ཧམ་པ་ཞིག་ནས་ཅི་བཤད་ཡོང་གི་ཡོད་རེད་ཁོ་ཚོ་གིས་ག་རེ་ཟེར་ན་ད་རྒྱ་བཟའ་ཏཱ་ལས་ཁྱི་ཡས་ཙང་ཧམ་པ་ག་རེ་བཤད་བསྡད་པ་ཆགས་བསྡད་ཀྱི་འདུག་བ་དཔེར་ན།

འདི་རེད་ཟེར་གྱི་འདུག་བློ་བཟང་དགའ་བ་ཟེར་ངེས་ཀྱིས་ད་ལྟ་ཏཱ་ལའི་གནས་འདུག་ལས་ག་དུས་ཡིན་དུ་འགྲོ་བསྡད་ངེས་ཀྱིས་འདི་བླ་རྒན་ཞིག་ལ་འོང་དུས་ཀྱི་ཁ་བཏང་ངེས་མི་དེ་རེད་ཟེར་གྱི་འདུག་ད་ག་ཚོད་ཁྱོད་ཚོ་རྣམས་ལ་ཁ་མང་བཏང་ངེས་ཏེ། རྒྱ་ཆོས་རིན་པོ་ཆེ་མགུར་མ་བཙུགས་ནས་ཨ་ནེ་རོ་མང་རྒྱག་པ་རེད་ཅི་བྱས་པ་རེད་ཟེར་ངེས་ཏེ་མི་དེ་རེད་ཟེར་གྱི། བློ་བཟང་དགའ་བ་ཟེར་ངེས་ཏེ་ཁྱོད་ཚོ་རྣམས་སྤྲང་བ་རེད་ཟེར་ནས་སྤྲང་མཁན་དེ་ཁོ་རེད་ཟེར་ནས། འདི་ཀྱིས་ཨ་ནེ་པའི་དཔང་པོ་གི་ལོ་རྒྱུས་མང་པོ་ཡོག་ཤོག་རེད་བ།

གཞིས་དེ་ཚོ་ལས་ང་ཚོ་ལྷག་མ་གར་བྱེད་དགོས་ཡོད་རེད་ཟེར་ན་ང་ཚོ་གི་སྐད་ཆས་ཤེས་དགོས་སོ་ང་ཚོ་སྤྱོད་ཚུལ་ནོར་ལ་དཀའ་ངལ་བཟོས་མཁན་ནག་པོ་བཟོས་མཁན་ཆོས་ལུགས་ཐུགས་ལ་འགལ་འདུ་བཟོས་མཁན་ཚང་མ་ཐང་ཆེ་ཇག་རུན་པོ་ཆེ་རེད་ང་ཚོ་ཇག་རུན་པོ་ཆེ་ཁོ་རང་རང་ལ་ལས་ཨ་ནེ་པའི་སྐད་ཆ་ཤེས་དགོས་རེད་མ་གཏོགས་གཞན་པ་སྤྱོད་ཚུལ་ནོར་མི་ཐང་ཆེ་ལས་ཤེས་ནས་ཕན་ཐོག་ཡོད་མ་རེད་ང་ཚོ་བཞག་ཞོག་ཟེར་ནས་དེ་ང་ཚོ་གི་ལང་ཤོག་འདྲ་པོ་བྱེད་ཡོད་རེད། བྱས་ཙང་འདིའི་གི་ལངས་ཤུགས་དེ་ང་ཚོ་གི་ལངས་ཤུགས་དེ་ལས་མགྱོགས་ཀྱིས་གཏོང་དགོས་འདུག་བསམ་པའི་ངས་ད་སྐད་ཆ་འདྲི་བ་དེ་རེད་རོགས་དན་ད་དོ་འདུག་ང་ཚོ་འདི་ན་དེ་ཤེས་དགོས་ཡ་དེ་འདི་ཡི་མགྱོགས་ཀྱིས་བཏང་ནས་སྔོ་བསལ་དལ་བུས་གི་འདི་ཁོ་ཚོ་གི་བོད་རྗེས་གཏང་སོགས་གི་མི་དེ་ཚོ་ལ་ན་ནི་ཁོ་ཚོ་གི་བྱ་སྤྱོད་དངོས་ག་འདྲི་གི་ཆེད་ཐོག་ལ་གདོང་ཐུག་ར་སྤྲད་ག་ན་བྱེད་འདི་ཚོ་ལས་བྱེད། བྱེད་པ་ཡིན་ན་ཨ་ནི་ག་ལ་གང་ཚང་གི་ཨ་ནི་ཁུ་ཚུར་གི་བེད་སྤྱོད་གཏོང་ཡ་གི་ལག་ཆ་མང་པོ་ཅིག་ཕ་རག་འདྲ་བོ་ཅིག་འཕྲོད་ཐུབ་པ་ཡིན་ན་ཡག་པོ་ཅིག་མིན་འགྲོ་བསམ་པ་དེ་འདྲ་ཅིག་དྲན་གོ་ཡོད་ཡ་ས་དེ་ཡིན། གཉིས་ནས་དེ་འདྲའི་རྣམ་པ་མང་པོ་ཅིག་གིས་གསུང་ཡ་ལ་ད་འདི་གར་སོ་གུ་ར་དཔེར་ན་ཨ་ད་ད་འདི། འཛམ་བུ་གླིག་གི་མཁས་པོ་ཡིན་ན་འདྲ་འདུག་ནོ་བྷེལ་མཁས་པོ་ཚོ་ཡིན་ན་འདྲ་འདུག་ད་ནི་དེ་ཁ་ཅིག་གིས་ད་ལྟ་རྫ་ཁེ་ན་སི་ངི་དེ་ཚོ་ལ་ཡག་ཞིང་ཁོ་ར་ཡོད་མ་རེད་ཁི་སྐད་ཆ་དེ་ཚོ་ཁྱི་གངས་ཀྱི་ནུས་པ་ཐོན་ཡ་གལ་ཡོད་མ་རེད་བྱས་ཙང་དེའི་རྗེས་འཛིན་ག་རེ་ཟེར་ན་སི་གཅིག་ཁོ་ལ་ཡག་ཞིང་ངི་ཡོད་མ་རེད་ཁོ་སྐད་ཆ་དེ་དཀའ་མོ་གཅིག་ཉིད་ན་སྐད་ཆ་ཚང་མ་ཐམས་ཅད་ནང་འགལ་རེད་བྱས་ཙང་དེ་ནང་བཞིན་གི་ད་ནང་ངི་གོང་དུ་བགྲང་ཡག་གི་དེ་ལོ་མོ་ཚ་ཆོད་སེ་འདྲ་པོ་དང་ཨ་འདེ་གི་ད་སྤྱི་ཚུགས་ཀྲུའུ་ཞི་རྒྱ་ངན་གི་ད་ད་འདེ་ཏིང་འཛིན་དགོས་པ་སི་ངི་མི་དེ་འདྲ་འདུག་འདི་ཚོ་ལ་ཡག་བྱེད་ཀྱི་ཡོད་མ་རེད་འདི་ཚོ་ལ་ཡག་བྱེད་བསྡད་པ་ཡིན་ན་ད་ནི། ཁོ་ཚོའི་བེད་སྤྱོད་བཏང་ནས་ཁོ་ཚོས་གཞན་དག་ལས་དགོས་ཡག་གི་ཏག་ཏག་ཆགས་ཀྱི་ཡོད་རེད་དེ་ནས་གཞན་དག་གིས་ད་འདི་ཚོ་ལ་བེད་སྤྱོད་བྱུང་འདུག་ཟེར་ནས་མུ་མཐུད་ནས་བེད་སྤྱོད་གཏོང་གི་ཡོད་རེད་འདི་ཚོ་ལས་ཡག་ག་རེ་བྱེད་ཀྱི་ཡོད་མ་རེད། ཁོ་ཚོ་གིས་བལ་ཕྱི་གང་ཅིའི་སྤྱི་ཚོགས་ཀྱི་ཐོག་ལ་ནུས་པ་ཐོན་ཡག་དེ་འདྲ་གང་ཡོད་མ་ག་རེ་ཟེར་ན་ཁོ་ཚོ་ལས་ག་དཀོན་གྱི་ཡིད་ཆེས་བྱེད་མཁན་གྱི་མི་ཡོད་མ་རེད་མི་གཞི་ཀུན་སྤྱོད་ཀྱི་ཐོག་ལ་ལྟ་ན་ཤེས་ཚད་འཇལ་སྟངས་ག་འདྲ་ཞིག་ལ་ལྟ་ན་གལ་དཀོན་གྱི་ཁོ་ཚོ་ལ་ནུས་པ་ཡོད་མ་རེད་ཟེར་ནས་ད་མུ་མུ་བྱེད་ཀྱི་རྗེས་འཛིན་དེ་འདྲ་བོ་ཡོད་རེད་ཤུགས་ཆེ་ན། འདི་ཚོ་ལས་ཡག་ཨ་ནི་ཡག་འདྲ་པོ་ཞིག་འདི་ཚོ་ལས་འཛི་གོ་འདྲ་པོ་ཅི་ཚི་ལས་ཁྱེད་ཀྱིས་ཤེས་པ་ཡིན་ན་ཨ་ནི་ཁོ་ཚུ་གིས་གཞས་དག་འདི་ཚོ་ཨ་ནི་དེ་ལས་ཀྱང་སྤོ་པོ་ཐུ་རུ་འགྲོ་ནས་ཨ་ནི་ཁོ་ཚུ་མི་ངན་འདི་ཚོ་ལས་རོ་ཐང་ཕྱི་དུ་འགྲོ་རེད་ཟེར་ནས་སྐད་ཆ་བཤད་ངེས་ཀྱི་རིགས་མང་པོ་ཡོད་རེད་བྱས་ཙང་ཡིན་འདི་འདི་འདི་ཡིན་འདི་དགོས་ལ་ད་དངོས་གནས་ཀྱི་སྤྱི་ཐང་རྗེ་བཙན་ཡོད་རེད་ཁོ་འགྲོ་སྟངས་ཁོ་རང་དེ་འདྲི་འདྲ་པོ་ཆགས་བསྡད་ཡོད་རེད་ཁོ་མི་ཡི་སྤྱི་ཚོགས་ཀྱི་འགྲོ་སྟངས་ཁོ་རང་ཆགས་སྲིད་ཀྱི་འགྲོ་སྟངས་ད་ཁོ་ཚུ་གང་གང་ཆགས་སྲིད་གྲོད་ཁོ་རང་འགྲོ་སྟངས་དེ་འདྲི་ཞིག་ཆགས་བསྡད་ཡོད་རེད་དེ་ཡིན་ཡང་གཙོ་བོ་དེ། ད་གིན་གོང་དུ་བཤད་པ་ན་ཡི་ཧ་ཆེ་ཨ་ནི་དགུ་བཅུ་གོ་དྲུག་ག་ལ་ཡིན་ན་ཨ་ནི་ད་ལི་ལ་མོ་གི་ད་ང་ཚུ་ལ་ཡ་ཨ་ནི་ཅུ་ཚུ་འདི་གི་ཐུ་ལ་ཁོ་རང་ལ་ང་ཚུ་ཙང་མ་རེད་ཨ་ནི་ཁོ་རང་ལ་ཨ་ནི་ཁ་རང་གི་ཁ་ལ་མ་ངེས་གིན་ཁོ་གི་ཨ་ནི་ཁོ་གི་སྤྱན་ཆ་དེ་ཚུ་བསྟན་གིན་གི་མི་ཐང་ཆད་འདི་འདྲི་སི་ནི་མ་ནི་ག་ཡུལ་ཞིག་ནས་ནག་པོ་སུ་ལ་མེད་པ་སུ་ཡོད་རེད་བྱས་ཙང་ཀོས་དུས་དུས་དེ་ག་ཚད་གི་དྲ་སྤྱི་ཚུགས་གི་དྲ་སྦྱོར་འདི་འདི་འདྲི་ནང་བཞིན་ཅི་འོས་ཡིན་ན་ང་ཚུ་ལ་དཀའ་ངལ་འདི་འདྲི་འཕྲད་ཐུ་ཡ་ཡོད་མ་རེད་ལ་ང་ཚུ་ཡིན་ནའི་ཨ་ནི།

བུ་མོ་བྱོན་འདུག་ཅེས་དང། འདི་སྐད་འདི་ཡི་རིགས་ལ་ནི་ངེས་པར་དུ་མཛུ་གུ་བཙུགས་ནས་ཟེར་སྟོན་གོ་གོ་འདུག་ཟེར་གཉིས་དང་ཤུགས་གཉིས་འདྲ་པོ་ཞིག་ཡོང་གི་ཡོད་ཅེས་དང་དེ་ཡིན་དུས་ད་རེས་ངས་ཤུགས་གཅིག་བཟུང་ནས་ནི་སྐད་ཆ་འདི་ཁ་ཤས་ཞུ་དགོས་ཡ་གི་གནས་འགང་འདྲ་པོ་དེ་འདྲི་འདྲ་པོ་ཡིན་ཟེར་ནས་འོ་དེ་ཞུ་ཡ་ཡིན་འདུག་ཅེས། དེ་ནས་ངས་ཐ་མ་དེ་སྐད་ཆ་ད་རེས་བཤད་པའི་ཤུགས་ལ་ཚིག་གཅིག་ལས་བཞག་གཅིག་དེ་ག་རེ་ཡིན་ཟེར་ན། ད་ད་ལོ་ནི་འབྲོང་གངས་ཅན་རིལ་མོ་གཅིག་དགོན་པ་རྫོགས་པ་ཡིན་ཙང། ཨཱ་ནི། དགུང་ལོ་བརྒྱུད་བཅུ་ལ་ཕེབས་ནས་ཨཱ་ནི། སྐུ་ཚེ་འདི་ཀྱི་མཛད་པ་ཕྲིན་ལས་ཡོངས་སུ་རྫོགས་ནས་ཨཱ་ནི། མགོན་པོ་རྫོགས་པ་ཡན་ཚང་དེ་ལ་ཨཱ་ནི། དགའ་བསུ་གྱི་བཙོང་ཡིག། དགའ་བསུ་གྱི་གཏང་ཤའི་བཤེས་གཉེན། བ་དག་དེ་འབྲེལ་གྱི་དཔེ་དཔེ་མི་སྲིད་སོགས་པ་དག་ཅི་རུ་སྦས་པའི་ཁ་དཔེ་ལ་རུ་ཐུག་ལ་ལྟ་ཅིག་ཟེར་བ་ནང་བཞིན་གྱི་ཨཱ་ནི། བཙོང་ཡིག། པའི་ངན་ཤན་གྱི། ད་ཅིས་མི་མང་པོ་ཞིག་བྱུང་ཡོང་རེད། འདི་ཡིག་འདི་ང་ཚོ་ཚང་མ་ཐམས་ཅད་ཀྱི་ཨ་ནེ་ཁོ་ཚོ་གི་ག་རེ་ག་རེ་ཤེས་ཡོད་མེད་འདི་ཚོ་ཚང་མ་ཐམས་ཅད། དྲ་ཆོས་གཞན་དག་དེ་ན་ལ་བཏང་བཞག་ཡོད་རེད་ཅེས་ཙང་དེ་ཡིན་ཙང། འདི་སྐད་འདི་ལ་ང་ཚོ་གི་མང་པོ་ན་འདི་སྐད་འདི་གསལ་པོ་ཞིག་ནས་བསྟན་དགོས་ཀྱི་འདུག་ས་འདི་སྐད་འདི། བལ་པའི།

པའི་བོད་ཀྱི་ཕ་རོལ་བོད་ཀྱི་སྒྲ་ཁ་ཐེག་བྱེད་ནང་འདི་ཚོ་ལས་མི་གི་སྤྱན་ཤ་དང་ག་འདྲ་འདི་འདྲི་བྱེད་ཡོང་པ་ཡིན་ན་ད་དེ་ལས་ཡ་ཨ་ནེ་ཚེ་ཚིག་ངན་པ་དང་སྣང་བྱེད་འགྲམ་པ་འདྲ་འདི་འདྲི་ན་ཡང་བསྟེན་གྱི་ཡོད་མ་རེད་སེ་བེ་བོད་ཀྱི་ད་ཅི་གོང་ཞུས་བཟང་པོ་ཅིག་ཡོད་རེད་དེ་ལ་ཧོ་ཡོད་རེད་དེ་ད་ད་ད་ཨ་ནེ་གོང་ས་རྒྱ་རུ་པུ་ཆི་ཀི་ཤོ་ཆིན་འུ་དུ་ཚུད་པའི་ཀི། འདི་སྐད་ཀྱི་ད་སྐུ་བྱ་རྒྱུད་ཀྱི་མི་དེ་ཚུལ་གྱི། ད་ལྟ་ང་ཚོ་ལས་སྤྱན་རྗེས་བཞེས་ངེས་ཀྱི་མི་ཞིག་ད་ལྟ་དེ་ཚོང་དཔེ་གཉིས་དང་དེ་རྗེས་བཞེས་ངེས་ཀྱི་མ་མོ་ཞིག་ཐལ་བར་བ། འདི་སྐད་དེ་ཚང་མ་ཐང་རྗེས་ནི་ངེད་ད་ཀྱི་གོང་དུ་བཤད་བ་ན་རྒྱའོ་རིན་པོ་ཆེ་སྐུ་ཚེ་ཕྲུ་གུ་བརྟན་པོར་བཞུགས་ཁོང་གི་ཆེད་དུ་ང་ཚོ་ཀ་རིག་ནི་སྐྱེ་བོ་ཡིན་ཟེར་ངེས་ཀྱི་མི་ཤ་སྟག་ཅིག་རེད། འདི་སྐད་དེ་ལ་ང་ཚོ་ཀྱི། ཤེས་སུ་ཨ་ནི་བས། གང་གང་བས་ཀྱི་ཧེ། ཅེས་འཛམ་བུ་ལས་ཀྱི་ཡིག་རིགས་ཚང་མ་ཐམས་ཅད་ལ་པིས་ནས་ཨ་ནི་བས་བོད་ཀྱི་སྤྱོད་པ་འདི་འདྲའི་ས་ད་འགྲིག་གི་མ་རེད་ཨོ། ཇའོ་རིན་པོ་ཆེ་གིས་ཨ་ནི་ཤོག་ཆེན་ཐེབས་པའི་ཇའོ་རིན་པོ་ཆེ་སྐུ་ཞག་གཉིས་མི་དེ་ཚོ་གི་ཐུགས་ལ་ཇའོ་དང་སྤྱོད་པ་འདི་འདྲ་ར་བ་ཅི་རེད་ཟེར་ནས་སྐད་རིགས་འདྲ་མོད་ཀྱི་ཐུགས་ལ་བས་ནས་ཨ་ནི་འཛམ་གླིང་གི་སྤྱི་ཚོགས་ཚང་མ་ཐམས་ཅད་ལ་པིས་དགོས་ཡ་ཅིག་གནད་འགག་ར་བ་ཅིག་མེད་འགྲོ་ས་འདི་འདྲ་ཅིག་མ་ཤེས་པ་ཡོད་ན་ཨ་ནི་མ་དག་ལྗོན་ལྗང་ཟེར་ན་འདྲ་ལྷག། ཅེས་བོད་མི་རིགས་སྤྱི་ཡོངས་ཁོ་རང་གི་ཨ་ནེ་བའི་བྱ་བ་སྤྱོད་པ་ཁོ་རང་ལ་ཤུགས་རྐྱེན་ཐེབས་ཡ་འདྲ་པ་ཅིག་མེད་འདྲ་བསམ་པ་ངས་ཇི་འདྲི་འདྲ་པ་ཅིག་དྲན་སོང་ཟེར་ནས་དེ་ཞུ་ཡ་ཡིན། འོ་དེ་ད་ནི་ད་རེས་འདི་ག་ཚེ་ནས་ང་ཚོ་འདི་ནང་ལ་ཨ་ནེ་བཙོང་བ་དེ་འདྲའི་མང་པོ་བཏང་བ་ཡིན་ཙང་འདིའི་ཐོག་ལ་ང་ཚོ་གསང་བརྡ་ཅིག་བཏང་ནའང། འོ་དེ་ཞུ་ཡ་ཡིན་ཨ་ནེ་ད་མང་པོ་འདྲ་ཆགས་སོང་དགོངས་དག།